ཡ། རྒྱུ་ལས། དེ་ནས་ལ་དྭགས་ཆོས་ཀྱི་བགྲོ་གླེང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལྷན་རྒྱས་ཚང་མ་ལ་སྔ་དྲོ་བདེ་ལེགས་བཏང་རྒྱུ་ལས་བཞུད་དེ། དེ་ནས་ང་དང་འདི་རིགས་ངའི་སློབ་ཚན་པོ་གོ་གཟུགས་བཞིན། ལྷར་བཅས་སུ་སྟོན་པ་སངས་རྒྱས་ཀུན་གྱི་དངོས་སུ་བརྒྱད་ཁྲི་བཞི་སྟོང་དམ་ཆོས་འབྱུང་བའི་གནས། འཕགས་ཚོགས་ཀུན་གྱི་དབུས་ན་ལྷ་ངེ་བ་དྲིན་ཅན་བླ་མ་རྣམས་ལ་ཕྱག་འཚལ་ལོ། དེ་ནས་གསུངས་པ་བསགས་ན་ད་གའོ་དེ་ནས་ང་དང་ཆོས་ཀྱི་བགྲོ་གླེང་ཚོགས་པའི་ནང། ཨེ་ནས་ང་དང་ལྷ་བྱ་མང་པོ་ཞིག་ཨེ་ནས་བཞུན་ཅིག་བཏང་ཡོང་སྟེ་ནོག། ཨེ་ནས་གའོ་ལྷ་བྱ་བོ་ཁྱེད་དེ་ནང་ལྟ་ང་དང་མ་བཀག་སྤོ་ཞིག་བཏང། ཨེ་ནས་མ་ན་ཏིང་ཟབ་པོ་ཞིག་ངས་སྟུར་རྒྱུ་ན་མ་བཞུ་ཨ། ང་དང་ཚང་མ་ཉི་མ་རེ་རེ་ནང་རེ་རེ་ནང་ང་དང་ཨེ་མི་ཚེ་ནང་ཨ། ཨོ་དེ་ནས་ག་རང་གི་ལུས་ངག་ཡིད་གསུམ་ལ་འགྱུར་བ་ཡོང་བྱས་ཟིན་ལྷ་བྱར་མང་པོ་ཞིག་ཨེ་ནས་སྔར་གྱི། ཨོ་ད་ང་དང་བླ་མ་དགེ་བའི་བཤེས་གཉེན་ལྐོག་མ་རྣམས་ཀྱི་གསུང་ཟློས་བཀན་པོ། ཨོ་ད་ངེད་གཞན་བདུན་ལ་ཨེ་ནས་ཁྱོད་འཇིག་དང་ཡིན་ནོ། གསུངས་པ་བསམ་ན་ད་དི་རིང་ང་དང་སློབ་བཙའ་མི་ན་ངེས་ཨེ་ནས་ཁག་ཆེན་མོ་ཆོས་དེ་ཅི་ཞུ་བྱ་ཡིན་ཟེར་ན། ཨོ་ད་ང་དང་མི་སུ་དང་སུ་ཞིག་གིས་ནས་ང་དང་རྒྱུ་ནོར་ལོངས་སྤྱོད་ལ་ཚང་མ་ཐར་པོ་ཡོང་ཨ་ནོག་ཚང་མ་སྡོད་བསགས་ཨ་ནོག་ཨེ་ནས་བསྡད་བསགས་བྱ་སི་དོན་དག་ཨ། ཨོ་ད་ང་དང་ཨ་མ་སྐྱེས་ཏེ། ཨོ་ད། རང་འགྲུལ་བཅས། ཨོ་དེ་ནས་ད་ཅིག་འགྲུལ་བརྙན། ཨེ་ནས་སྤེ་ར་གཟེར་བརྙན། ཨོ་དེ་ནས་ཅིག་ཡམ་དོན་ལ་ཆ་བརྙན་རན་པོ་ཅིག་སློབ་སྦྱོང་བ་ཚིར་ཁ་མང་པོ་ཞིག་བཏང་ནོག་ད་འཇིག་རྟེན་ཡོངས་གྲགས་ཡང་ང་དང་སློབ་སྦྱོང་པོ། ཨོ་ད། མི་ཚེ་འདི་ནང་རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་ཡོང་ཆེད་ཞིག་གི་དོན་དག་མ་རྟོགས། ཨེ་ནས་ང་དང་སྐྱེ་བ་ཕྱི་མའི་དོན་དག་འདི་ཟུག་ཤིག་མང་པོ་ཞིག་ང་དང་འཇིག་རྟེན་ཡོངས་གྲགས་བྱུང་ན་ད་ང་མ་ནོག་ཧ་ལེགས། ཡིན་ནའང་ད་སྔ་དང་ནང་པ་སངས་རྒྱས་པའི་ཡེ་ནས་ཆོས་ལུགས་ལ་བརྟེན་དཀའ་དགོས་ནས་ཡང་རང་རང་ཡི་བོ་ནང་པའི་ཆོས་དང་མཐུན་པས་ཡང་ང་དང་མི་ཚེ་ནང་འགྱུར་བ་དཀའ་གཟུགས་རེ་གྱོང་འདུག་ཟེར་དཀའ་ནས་སྐོར་ལ་ཡང་འོ་ང་དང་དམིགས་བསལ་ལས་སློབ་སྦྱོང་དང་དཀའ་ན་ང་དང་ཡོད་དེ་རོགས་ད་དོན་དག་ག་འོ་ད་ང་དང་ཚང་མ་ཡི་ན་སུ་གི་མི་ཚེ་ནང་རྡིས་ཀི་འབྱུང་བ་ལ་རྒྱུ་ནོར་ལོངས་སྤྱོད་ལ་བརྟེན་དགོས་དེ་རོགས། ཧ་ལས་ལོངས་སྤྱོད་བསྐྱངས་ནས་སྤྱིན་ལ་འཇུག་མཁས་ན་དུས་པའི་དང་པོར་སྤྱིན་པའི་གཏམ་མཛད་དོ་གསུངས་ཏེ་ཨེ་རེ་ང་དང། དཔལ་ལྡན་ཟླ་བ་གྲགས་པས་དབུ་མ་འཇུག་པས་ན་གསུངས་སྲིད་དོ་ཨ་ལས། སྐྱེ་བོ་སྡིག་པོ་འདས་བ་མངོན་འདོད་ཅིང་མི་རྣམས་འདས་བའང་ལོངས་སྤྱོད་མེད་མིན་ལ། ལོངས་སྤྱོད་བསྐྱངས་ལས་སྤྱིན་ལ་འཇུག་མཁས་ན་དུས་པའི་དང་པོར་སྤྱིན་པའི་གཏམ་མཛད་དོ། འོ་མི་ཚང་མ། འོ་རྡེ་སྐྱིད་དགོས་སུ་འདུག་ཡིན་ན་ཡང་ན་སྐབས་ཀྱི་རྡེ་སྐྱིད་པོ་ཁྱེད་དེ་ན་ཅི་ལ་བརྟེན་ན་ཡོང་རོགས་བཙན་པོ་གཅིག་རྒྱུ་ནོར་ལོངས་སྤྱོད་ལ་བརྟེན་དེ་ཡོང་ཟེར་རོགས་ཨེ་ནས་ལོངས་སྤྱོད་པོ་ཅེས་འབྱུང་བ་ནོ་ཟེར་ན་སྐྱིན་པ་དྭངས་པ་ལ་བརྟེན་ན་འབྱུང་བ་ནོ་མ་གཏོགས་སྐྱིན་པ་མ་དྭངས་པའི་མི་ལ་ལོངས་སྤྱོད་འབྱུང་བ་མ་ནོ་གསུངས་ཟེར་རོ། ད་གསུངས་པ་ཟང་ན་ད་ང་དང་ཚང་མ་ག་ཟ་གོ་ཟ་ན་ཟ་མ་ལ་སོགས་པ་ད་ལོངས་སྤྱོད་དཀའ་གཟུགས་ཤིག་ཡོད་ན་ཡང། པོ་དང་ལོངས་སྤྱོད་ཐུབ་དཀའ་འཇིག་གོ་སྟེ་ནོག་ལྟ། ཟག་བཅས་སྤང་བྱས་སྟེ་ནོག་ཟག་སྟེ་སྟེང་ནི་ལོངས་སྤྱོད་ནུས་དཀའ་འཇིག་དང་ལོངས་སྤྱོད་ཐུབ་དཀའ་འཇིག་གོ་སྟེ་ནོག་མ་གཏོགས་ཨེ་ནོས་རྒྱུ་ནོར་ལོངས་སྤྱོད་ཟག་ཟག་ཟག་ཟག་ཟག་སྟེ་ནང་ལོངས་སྤྱོད་མི་ནུས་དཀའ་ནི་མི་ཞིག་ཡང་ན་ལོངས་སྤྱོད་མ་ཐུབ་དཀའ་འཇིག་གི་མི་ཞིག་ཡིན་ན་ཨོ་དེ་མི་ཅི་ནོག་ཟེར་ན་ལ་སྔན་གྱི་ནར་བའི་རྟགས་ཤིག་ཁོ་རང་ཁོ་རང་ལ་སྟན་ཏེ་ནོག་སྐྱེ་བ་སྔན་མའི་ལན་ཆགས་སྐྱེ་བ་སྔ་མའི་འོ་བུ་ལོན་མ་དག་བའི་རྟགས་ཤིག་ཁོ་རང་ཁོ་རང་ལྟ་འདི་འོ་སྟེར་འོ་སུ་སྟེར་སོང་པ་བསམ་ན་འོ་ང་དང་ཚང་མ་འོ་ད་རྒྱུ་ནོར་ལོངས་སྤྱོད་འོ་བསགས་ཏེ་སྟེང་ན་འོ་ད་ལོངས་སྤྱོད་བྱ་སྤོ་འོ་དེ་ནས་ལོངས་སྤྱོད་ནུས་ཀ་འཇིག་དང་ལོངས་སྤྱོད་ཤེས་ཀ་འཇིག་དང་ལོངས་སྤྱོད་ཐུབ་ཀ་འཇིག་གོ་ཤེས་སྤོ། ཨེ་ནི་ང་དང། མང་སྟེང་ཁག་ཅར་ནི་རོགས་དེ་མ་ནི། ཨོ། དེ་ནས་ག་གེ་དེ་ན། ཨོ་རྒྱུ་ནོར་ལོངས་སྤྱོད་བསགས་བྱེད་གཅིག་པའི་ཀ། རྒྱུ་ནོར་ལོངས་སྤྱོད་སྦྱོར་བྱེད་གཅིག་པའི་ཀ། ཨོ། དེ་ནས་ཅང་ཧ་ལ་ཤེས་མེད་ཀྱ་ཞོན་ནོ། ད་ལྟོའང་ཅི་ནོག་ཟེར་ན། ག་རྒྱུ་ནོར་ལོངས་སྤྱོད་བསགས་དེ་སྟེང་ན། ཨོ། ལོངས་སྤྱོད་མ་ནུས་ན། ཨོ་དེ་མི་ལ་སྔན་གྱི་ནར་བས། ཨོ། ཡ་མེད་ན་ལ་སྔན་གྱི་ནར་བས། ཁོ་ནད་ཀྱིས་ཟིན་པས་ཨོ་སེམས་ཅན་ཡིན་པར་བསམས་ན་ཁོས་ཁོ་རང་ཨ་རྒྱུ་ནོར་ལོངས་སྤྱོད་རྒྱུར་སྐྱེ་སྲིད་དོ་བདག་སྐྱེ་བར་སྔར་མ་ན་སྐྱིན་པའི་གཏང་སྐྱེ་ཨག་ད་ཨོ་དེ་སྐྱིན་པ་ཡང་དག་པ་ཞིག་དང་ཚུལ་དང་མཐུན་པ་ཞིག་མ་བཏང་པར་བསམས་ན་ཨེ་ནས་སྐྱིན་པ་བཏང་པས་ལོངས་སྤྱོད་པོ་བྱུང་ན་ཡང་རྒྱུ་ནོར་ལོངས་སྤྱོད་པོ་རང་ཨ་གྱུར་ན་ཡང་ཨོ་དོ་ལོངས་སྤྱོད་མ་ཐུབ་གན་བཀོལ་མ་ཐུབ་ག་འཇིག་བཀོལ་མ་ནུས་ག་འཇིག་བཟའ་མ་ཐུབ་ག་འཐུང་མ་ནུས་ག་འཇིག་ཡོང་ཨན་པོ་ཅིག་ཨོ་དེ་སྐྱིན་པའོ་བྱིན་པ་ཡང་དག་པ་ཅིག་མ་བཏང་བ་སང་ན་ཨོ་དེ་བྱིན་པ་རང་ལོངས་སྤྱོད་བྱེད་སྲིད་ཨོ་དེ་ནས་གོ་སྐབས་མཐོ་བ་མེད་ཅོ་ནོག་ད་ག་མི་ཅིག་ག་རྒྱུ་ནོར་ལོངས་སྤྱོད་སྦྱོར་དེ་ན་རྒྱུ་ནོར་ལོངས་སྤྱོད་ཨོ་དེ་ནས་ག་ལོངས་སྤྱོད་བྱེད་སྲིད་གོ་སྐབས་མ་ཐོབ་ག་ནས་མི་ཡོད་ལ་ཨོ་ད་ཁོ་རང་ཁོ་རང་སྐྱེ་བ་སྔན་མ་ན་ཨོ་དེ་ནས་ཡང་མི་ཞིག་གི་དོན་དག་ཁོས་ཨོ་རྒྱུ་ནོར་ལོངས་སྤྱོད་བསགས་བྱ་སྲིད་ཨོ་གཟུགས་ཀྱི་ལ་སྔན་ཅིག་བསགས་ཏེ་བརྒྱག་པ་ཁོས། ཡང་མེད་ན་ཡང་མི་ཞིག་གིས་བུ་ལོ་འཇིག་ཁོའི་ཁུར་དུ་ཡོད་ཀྱང། འོ་ད་ཁོ་རང་ཟ་མ་ཕོ་དང་འཐུང་མ་ཕོ་དང་ཨ་མི་སྟོན་ད་ག་དེ་བུ་ལོན་པོ་ཨ་མི་ཡ་འོ་ད་ནི་སླེབས་བཅུག་གོ་ཟེར་ཀྱང་ཡང་མེད་ན་བུ་ལོན་པོ་ཤལ་གོ་ཟེར་ཀྱང་ཐག་སོང་པ་བཟང་ན་འོ་སྤྱིན་པ་བཏང་ན་ཡང་སྤྱིན་པ་ཚུལ་དང་མཐུན་པའི་སྒོ་ན་མ་བཏང་ན་ཨོ་ལོངས་སྤྱོད་འབྱོར་ན་ཡང་ཨོ་སྤྱོད་མི་ཐུབ་ག་འཇིག་ལོངས་སྤྱོད་མ་ཤེས་ག་འཇིག་རང་བཟའ་མ་ཕོད་ཐུག་མ་ཕོད་ཨོ་ད་དེ་ནས་བཀོལ་མ་ཕོད་ད་ཨོ་གཟུགས་གི་སྡུག་ག་འདྲེ་མི་འདྲེ་ཡོད་ན་ཨོ་དེ་མི་བྱིན་ཨོག་ཟེར་ན་སྐྱེ་བ་སྔ་མ་བྱིན་པ་དང་ཡིན་ན་ཡང་བྱིན་པ་ཚུལ་དང་མཐུན་པའི་མ་དང། གཅིག། གཉིས་པས་ཀ་ཨོ་རང་ངར་གྱུར་ན་ཨོ་ལོངས་སྤྱོད་བསགས་བྱས་སུ་བསོད་ནམས་པོ་བསགས། ཨོ་ལོངས་སྤྱོད་བྱས་སུ་བསོད་ནམས་པོ་མ་བསགས།

ཧ་ལོ་བཅའ་རོགས་ཟེར་ན་ང་དང་བཅའ་ནག་པོ་དབུགས་པ་ན་མཉམ་པོ་ཨོ་རྫིག་མོ་དང་གངས་ཀྱི་དབུགས་དབུགས་པས་ཨོ་བེ་ཟེར་ཁྱོ་ག་ནས་བཅའ་རོགས་བཅའ་ནག་པོ་ཞིག་ཡོང་འདུག་བ་ལེ། འོ་དེ་བཅའ་རོགས་ངོ་ལེ་ངོ་ནི་ཁོ་རང་སྤྲོད་པ་ཏོག་སྟེ་གངས་ཀྱི་རྩ་ལ་ལ་སྦང་དང་རྒྱག་པ་དགར་ས་དགར་ལ་དབུགས་རིང་འཇིག། ཨིན་ཡིག་ད་གར་འཇིག་རྩ་བིག་ཐོ་བར་འབོད་ཅིག་སྤྲོད་པ་ལྟོགས་སྟེ་ཡོད་ཀྱང་ད་གར་འཇིག་རྩ་བིག་ཐོ་བར་འབོད་ཅིག། ཡང་རྩ་བིག་བཟོས་དེ་ནང་སྦྲང་སྦྲང་མ་བཟའ། འོ་ད་ཁོ་སྦྲང་སྦྲང་བཟའ། བཟའ་བྱ་སྲིད་ཁོ་བསམ་བློ་མ་ཁོ་ར། ཨ་སྟེགས། སྟེགས་མིག། ཐོ་ར་ཞིག་གཟན་པ་བསམ་སྟེ་ཡང་ཁོ་སེར་སྣ་བསྐྱེད་དེ། འོ་ཡང་བར་ཡ་མེད་ན་རྡོས་ཡོག་ཅིག་ག་ཡ་མེད་ན་ནི་ཐལ་བས་ཡོག་ཅིག་ག་ཡ་མེད་ན་ནི་བསྲེས་ཡོག་ཅིག་ག་སྐབས་སྟེ་སྟེགས་མིག་གཟན་བསམ་སྟེ་ཁོས་སྐབས་སྟེ་སྐབས་ཨ་སྐབས་སྐབས་སྟེ་བོ་རེད་ཀྱང་ད།

ད་གལ་ཏེ་ང་དང། ཨོ་ཡང་རྒྱུ་ནོར་ལོངས་སྤྱོད་བསགས་བྱ་ན་འབངས་དང་རྒྱུ་ནོར་ལོངས་སྤྱོད་བསགས་བྱ་ལ་བཟའ། པདྨ་སྔ་ཐོག་སྔ་མོ་ན་ལངས་བུ་ཐོག་མུན་ཆུ་རུབ་རུབ་ཚོགས་པ་འདུག་རང་ཨེ་མ་བཟའ་འབངས་དང་སྟང་སྟང། འདི་ཅི་ཕེ་ཡ་བཟའ་ཟེར་ན་ང་རང་བཟའ་བྱས་སི་ཐུང་བྱས་སི་དོ་ད། ཨེ་ནི་བཟོའང་ཟེར་ན་ཨོ་བདག་ས་མི་ཟ་སྟེང་མེད་ཟེར་པ། ཨོ་ང་ར་ག་སྟེ་རང་ཟེར་པ། བན་ཅིག་ལོ་ནག་མེད་ཟེར་པ། ལྷོ་ལོ་ཅོ་སྟེ་ཟེར་པ་ཟེར་ཅིག་ཨོ་སུའི་ང་དང་བདག་སི་བཅའ་རོགས་ཨིས། བཟའས་ངེད་དང་བོ་ཅིག་དྲོད་པ་ལྟོགས་སྟེ་ཡོད་ནའང་བཟའ་མ་ཕོ་ད། ཨོ་སེ་ན་ངར་བ་ཁ་ནང་ཙོགས་ལ་ང་དང་ཨེ་སང་བསགས་སྟེ་བོ་རེད་ཀྱེ་ད། སོགས་མ་བསགས་ན། ཨོ་ད་ང་དང་འདས་ག་ན་ཅི་ཧ་གོ་གོ་བསྟན་ནོ་ཟེར་ན། རང་ངར་རྒྱུ་ནོར་ལོངས་སྤྱོད་ཅིག། སྐྱེ་བ་སྔར་མེད་སྤྱིན་པ་དྭངས་པའི་སྒྲ་སྦུ། ཚེ་འདིའི་ང་དང་དཀའ་ངལ་བར་དོ་རྒྱལ་བའི་སྒྲ་སྦུ་ལ་སྦྱོར་ཏེ་ཡོད་ན། ཨོ་དོ་རྒྱུ་ནོར་ལོངས་སྤྱོད་འདི་བྱ་བ་གཉིས་པོ་སྤྱོད་གོ་ཟེར་ཀྱང། རྒྱུ་ནོར་ལོངས་སྤྱོད་ཀྱི་བྱ་བ་གཉིས་པོ་ཅི་ཡིན་ཀྱང་རང་དང་རང་གི་ཉེ་འཁོར་ན་ཡོད་པའི་མི་དབུལ་བོ་བཟའ་བཅས་འཐུང་བཅས་གོན་བཅས་སྡུག་བཅས་བོ་དེ་ཚང་མ་ཕུན་སུམ་ཚོགས་པ་ཞིག་དང་རྒ་ཞིང་སྐྱིད་པའི་སྒོ་ན་ལོངས་སྤྱོད་རྒྱུ་ཡོད་ག་འཇིག་ཚང་མ་བོ་དེ་ནས་ག་ནས་རྟོགས་མ་རྟོགས་འཁྱགས་མ་འཁྱགས་སྐྲངས་མ་སྐྲངས་བོ་ཚ་མ་ཚ་བོ་ཞིག་འདུག་ག་འཇིག་ག་བཀོལ་བྱེད་དགོས་སྲིད་ཀྱང། ངའི་སྤེལ་ཀ། ཨོ་ནི་རྒྱུ་ནོར་ལོངས་སྤྱོད་པོ་བཞག་སྟེ་རང་གི་ཉེ་འཁོར་ན་ཡོད་ཀ་ནི་མི་ངོ་ལ་ཕན་ཐོགས་ཡོང་དགོས་ཤེས། ཨོ་ནི་རྒྱུ་ནོར་ལོངས་སྤྱོད་པོ་བཞག་སྟེ་ཚེ་རབས་ཕྱི་མ་རྣམས་སུ་ཡང་རྒྱུ་ནོར་ལོངས་སྤྱོད་ཡོང་ཆེ་སྲིད་དོ་ད་ག་ཡ་དཀོན་མཆོག་ག་སངས་རྒྱས་དང་ཆོས་ལ་ཨོ་དེ་ནས་མཆོད་པ་ཕུལ་ཅེས། ཨོ་དགེ་འདུན་ལ་བསྙེན་བཀུར་ཞུས་ཅེས། ཨོ་དེ་ནས་རྟོགས་པ་སྐོམ་པ་ཉམ་ཆུང་ཉལ་བ་ཅན་ཨོ་གཟུགས་བཟང་གར་གྱིས་མ་ཐོབ་གང་ནུས་ན་ཁོ་ངོ་ལ་ཨོ་ང་དང་རྒྱུ་ནོར་ལོངས་སྤྱོད་པའི་སྒོ་ན་ཨོ་བཟའ་རྒྱུ་འཐུང་རྒྱུ་སྒོང་རྒྱུ་ཅི་ཞིག་ཡོད་ན་ཡང་ཨོ་དེ་ག་ན་བཟོས་ཏེ་བཀྲམ་ཅེས་ཨོ་ད་ཨོ་ནི་ཚང་མ་དེ་ནས་ཡོང་ན་ད་ད་རུའང་ཚེ་འདི་ག་ཡང་ཨོ་རྒྱུ་ནོར་ལོངས་སྤྱོད་བསྡུ་བ་སང་ཚགས་བཀླགས་པ་དང་མང་འགྱུར་གྱིས་ཚེ་རབས་ཕྱི་མ་རྣམས་སུ་ཡང་ཨོ་དེ་ནས་བདེན་པའི་དབུལ་ཞིང་ཕོངས་པའི་སྣ་སུ་མ་སྐྱེ་བ་ཨོ་ཕྱུག་པོ་ནོར་བདག་གི་ཁང་པ་ནའང་སྐྱེ་བྱེད་ཨོ་རྒྱལ་ཁབ་ཨོ་དཔལ་རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པའི་ཡོད་ཡོད་ཚད་ནའང་སྐྱེ་བྱ་སེ་ང་དང་བླ་སྤོ་ཨོ་ནི་ཀ་ན་ས་ཀ་ང་དང། བསགས་པ་བསགས་ན་འོ་ད་ང་དང་ཨིས་འོ་བཅའ་རོགས་གནང་བཞིན་ཧ་ལས་འོ་མ་བཅོ་ཨ་འོ་རང་རྒྱུ་ནོར་ལོངས་སྤྱོད་ཙམ་ཞིག་བསགས་ཏེ་ཡོད་འབྱོར་དེ་ཡོད་ན་ཡང་འོ་དོ་རྒྱུ་ནོར་ལོངས་སྤྱོད་ཀྱི་བྱ་བ་གཉིས་པོ་བཅོས་པའི་སྒོ་ན་འོ་ལོངས་སྤྱོད་ཐུབ་ཀ་འཇིག་ལོངས་སྤྱོད་ནུས་ཀ་འཇིག་ཅོག་གོ་ཟིན་རོགས་མ་རྟོགས་གལ་ཏེ་ལོངས་སྤྱོད་མི་ནུས་ན་ནི། འོ་དེ་ནི་ཅལ་རོགས་ཨིས། འོ་ཏོགས་ན་ཡང། འོ་སྦས་དམ་སྐུངས་མོད་ཀྱི། རྦས་དེ་བོར་དཀར་ནང་བཙོགས། འོ་སྦྲང་སྦྲང་སྤར་དུ། འོ་ཟ་མ་ནུས་ཟ་མ་ནུས་ས་སྦས་དེ་བོར་དཀར་ནང་བཙོགས། ལ་སྟིག་མེག་གཟན་པ་སྣང་མེག་གཟན་པ། འོ་སྟིག་མེག་ལོངས་སྤྱོད་ལྡན་པ། སྒལས་དེ་ནང་ལོངས་སྤྱོད་ལྡན་པ་བསམ་ཀ་འདྲེ་འོ་གཟུགས་རེ་ཡོངས་དེ། ང་རང་ཨ་འགྲོགས་པ་ཕྲུ་གུའི་དོན་དག་ཡིན་པ་བསམ་ཀ་འདྲེ། ང་རང་ཨ་འགྲོགས་པ་གཡང་སྐྱིད་ཀྱི་དོན་དག་འོ་གཟུགས་རེ་བསམ་བློ་མི་འདྲ་མི་འདྲ་རེ་ཁོ་རེ་གཅིག་དོན་དག་ཨ་རང་དབར་རྒྱུ་ནོར་ལོངས་སྤྱོད་ཙམ་ཞིག་ཡོད་ན་ཡང་འོག་ཏུ་ལོངས་སྤྱོད་མ་ནུས་ས་བཞག་ཤིག་ན་བཞག་ཤིག་ཤི་ཆད་ཟིག་དུས་ཚོད་ཅིག་ཡོང་ང་འཕོ་ཅིག་འོག་འདིར་རྒྱུ་ནོར་ལོངས་སྤྱོད་དུ་ང་དང་ལཱས་མ་དང་ཡིན་ནི་ཤོད་རོགས། གསུངས་པ་བསམ་ན་འོ་ད་ལྷ་བརྒྱ་བཏང་པས་ན་ང་རྒྱུ་ནོར་ལོངས་སྤྱོད་ཟ་དགོས་འོ་ད་ང་དང་ཅི་ཞིག་ང་དང་སྦྱོར་ཏེ་ང་དང་དཀའ་ངལ་བར་དོ་བརྒྱབ་སའི་སྐྱེ་བ་ངན་པའི་སྤྱིན་པའི་སྒྲ་གཟུགས་ལ་བརྟེན་ཏེ་དཀའ་གཟུགས་ཤིག་ང་དང་ལོངས་སྤྱོད་སྦྱོར་ཏེ་ཡོད་ན་ཡང། ཁོང་དུ་ལོངས་སྤྱོད་མ་ནུས་ན་ནི་སྐྱེ་བ་སྔོན་མའི་ལ་སྔོན་གྱི་མནར་བའི་རྟགས་ཤིག་བསྟན་ཏེ་ན་མ་གཏོགས་སྤྲོ་བཅངས་བཟང་པོ་ཞིག་དང་རྒྱ་ལེགས་ཅང་མ་ནོ་གསུངས་སྟེ་ནོ་ད་སྐྱོན་ད་ལེ་ཨོ་ད་བསླབ་བྱ་དང་པས་ནའང་ཨོ་དེ་སྐུ་ལ་ཡོད་ཅིང་ད་ངེས་པས་ནའང་ལོངས་གལ་ཏེས་ང་དང་རྒྱུ་ནོར་ལོངས་སྤྱོད་ཧ་ལས་ཙམ་ཞིག་ཡོད་ན་ཡང་ཨོ་ད་རྒྱུ་ནོར་ལོངས་སྤྱོད་ཀྱི་བྱ་བ་གཉིས། ཧ་ལས། བཅོས་མ་ཐུབ་ན་ཨེ་ནས་ད་ང་ཕྱུག་པོ་ཡིན། ང་ནོར་བདག་ཡིན། ང་དྲག་པོ་ཡིན་བཀའ་ཟུག་ཞིག་བསམ་ན་ཡང་འོ་ན་ཅང་སྙིང་པོ་ཞིག་མེད་པ་ནོ་གསུང་བ་ནོ། བཀའ་ཟུག་ཡིན་ནོ་གཟན་པོ་ཅིག་ད་ཧ་ལས་ང་དང་ཨོ་ད་ག་ལོངས་སྤྱོད་ཙམ་ཞིག་ཡོད་ན་ཡང་འོ་རང་ང་སང་ལོངས་སྤྱོད་མ་ཐུབ་ཡར་དཀོན་ཅོག་ག་མཆོད་པ་ཕུལ་མ་ཐུབ་དགེ་འདུན་ལ་སྙིང་བཀུར་ཞུ་མ་ཐུབ་ང་ལོངས་ལ་སྤྱིན་པ་བཏང་མ་ཐུབ་ན། འོ་ལྟར་སྤྱོད་དམ་བཅིངས་པ་ཡང་ཅང་མ་ནུས་པས་འོ་མ་ནུས་ན། འོ་འདི་ནོར་བུའོ་ད་ཁོ་ང་ཕྱུག་པོ་ཡིན་བསམ་མེད་ཀྱང་ཡོད་དང་ཡོད་ཀྱང་གོས་ལག་པ་ཡོད་ཀྱང། ཡིན་ན་ཡང་འོ་གཟུགས་ཀྱི་ཕྱུག་པོ་ག་བསྒོམས་ན་སེམས་ནང་ང་ཕྱུག་པོ་ཡིན་བསམ་བྱེད་ཞིག་མ་གཏོགས། དེ་ཁོས་ཕྱུག་པོ་ཡོད་ག་ནས་ཁོ་བ་འབྱོར་དེ་ཡོད་ག་ནས་ཅལ་ལག་པོ་ཟེར་དེ་ན་ངོས་པོ་འོར་རྒྱུ་ནོར་ལོངས་སྤྱོད་པོ་ཟེར་དེ་ན་ཁོ་བ་ལ་སྟངས་མེད་ཀྱང། ལ་བརྟགས་ན་རྒྱུ་ནོར་ལོངས་སྤྱོད་དེ་ལ་བརྟགས་ན་ཅི་ལྟ་འགོ་སྲིད་ཀྱང། བཟའ་བཟའ་རྒྱུ་འཐུང་རྒྱུ་སྒོན་རྒྱུ་འདུག་རྒྱུ་ཚང་མར་དེ་མོ་ཞིག་བཏང་དགོ་སྲིད་ཀྱང། འདོད་ཁོ་མ་རྣམས་སྤྱོད་ནུས་ན་མེད་ནུས་ས་མེད་ཀྱང་སེར་སྣ་བཙོང་སྟེ། ང་རང་འབྲོག་པ་དགུན་ལག་ཐབས་ཤག་ཅིག་བཞུགས་ན་འགྲིག་པ་འོ་དེ་ནས་ནང་མི་གྲྭ་དྲུག་དགུན་ལག་འབྲོག་པ་ཐབས་ཤག་ཅིག་བཞུགས་ན་འགྲོགས་པ། འོ་ན་མི་ལ་མི་ངུ་ལ་བཏང་སྟངས་ཨ་ནི་ཡང་ཁོང་ང་བཏང་སྟངས་སུ་དགའ། དཀའ་ངལ་བར་དོ་ངས་སྐྱབས་ཁོང་ང་བཏང་ཆོག་ཨ་ཨོ་རྫུན་གྱི་བསམ་དཀའ་འདྲེ། ཨེ་ནི། ད་ང་དང་མི་རིགས་གཅིག་ཡོང་འདུག་ཨ་ལེ། ཨོ་ད་སངས་རྒྱས་སུ་དང་ཁྱེད་རང་དཔེ་གནས་གཅིག་དང་བཅུ་གཅིག་ཚང་མ་མང་པོ་འདུག་ད་མ་ར་དང་འདི་ན་ཁྱེད་རང་ཕྱུག་པོ་ནང་སུ་འདུག་དཔེ་གནས་མང་པོ་འདུག་ཨོ་ད་གཅིག་སངས་རྒྱས་སུ་དང་ཆོས་ལ་གཅིག་ང་དང་སྤེན་ན་ང་དང་ད་སངས་རྒྱས་སུ་སྐུ་བཞེངས་བྱེད། ཁོ་སངས་རྒྱས་ལ་མཆོད་པ་ཕུལ་ཕྱིན། ཨོ་གཟུགས་ཅི་སྟོང་རེ་བཅོལ་གསང་ན་འདྲི། རང་སྡུག་བསྔལ་བ་ཅིག་ད་བདག་ས་ད་སྤྱོད་ན་ད་རུང་སྡུག་བསམ་མ་ང་རིག་འབྱོར་ན་ཨེ་ནི་ངས་སྤྱོད་པ་བསམ་ག་ཇི་ཡོང་བ་ཀྱང། བདག་ས་ད་ང་ལག་བཅུ་བཅོ་ལྔས་མི་ནི་མ་སོང་པ་ད་ལག་ལྔ་བཅུས་འབྱོར་ན་ཨེ་ནི་ང་སྤྱོད་པ། བདག་ས་ད་ང་དཀར་འོད་གཅིག་མི་ནི་མེད་པ་དཀར་འོད་ལྔ་དྲུག་ཅིག་ཡོད་ན་ཨེ་ནི་ང་སྤྱོད་པ་བསམ་ག་འདྲི། དོན་བདག་ཨོ་འོ་འདི་ག་ན་ང་དང་བསམ་བློ་ཙོག་པོ་རེ་ཁོ་རེ་འཇིག་རང་ངར་རྒྱུ་ནོར་ལོངས་སྤྱོད་ཡོད་སྐམ་པོ། ལོངས་སྤྱོད་མ་ཐུབ་པ་ས་ག་འཇིག་ས་ག་འཇིག་ས་ག་འཇིག། ཨོ་ད་ང་ཕྱུག་པོ་ཡིན་ས་མ་འཕོ་ཅིག་ཨོ་དེ་རྒྱུ་ནོར་ལོངས་སྤྱོད་པོ་སྐྱེ་དེ་ན་ཁོ་ལ་ས་མ་དང་ཡིན་ཀྱ་ཁོ་ཨོ་དེ་རྒྱུ་ནོར་ལོངས་སྤྱོད་དེ་ལ་ས་པོ་མ་སྤྱོ་མ་མ་ཐུབ་པ་ཡིན་ཀྱ་མ་ནུས་ས་ཡིན་ཀྱ་ད་ཡིན་ན་ཡང་ང་ཕྱུག་པོ་ཡིན་བསམ་སྟེ་སེམས་ཡིན་ན་སྒོམ་མི་འདུག་ཡིན་ཀྱ་བསམ་བློ་ཡིན་ན་ཨི་གཟུགས་ཤིག་ཁོ་རེད་ཀྱ། འོ་གསུངས་པ་སང་ན་འོ་དེ་ཕྱུག་པོ་ཞེས་དེ་ནི་སྙིང་པོ་མེད་དུ་ཕྱུག་པོ་ཡ་མེད་ན་ནི་ཕར་མི་ཐོགས་ཞེས་སུ་ཕྱུག་པོ་འོ་རང་ང་རྒྱུ་ནོར་ལོངས་སྤྱོད་ཡོད་དཀར་མོ་རང་ང་བཟའ་རྒྱུ་འཐུང་རྒྱུ་གོན་རྒྱུ་འདུག་རྒྱུ་ཅང་ཕར་མ་ཐོགས་ཀ་ནི་ཕྱུག་པོ་ཀ་ཕྱུག་པོ་གསུངས་མ་སོང་བ། འོ་གསུངས་པ་སང་ན་འོ་སྤྱོད་དམ་བཅིན་པར་མི་ནུས་པས་འོ་འོ་གཟུགས་ཀྱི་ཕྱུག་པོ་གཟུགས་ད་ང་ཕྱུག་པོ་ཡིན་བསམ་སྟེ་བན་གྱི་ནང་ཡོད་བན་གྱི་ནང་མིང་པོ་ང་རིག་མིང་ཡི་ག་ཡོད། བསམ་དེ་ཡོད་ན་ད་ཁོ་བསམ་རྗེས་གཅིག་པོ་ལ་ཅང་ཧ་ལ་ཞབས་མེད་ཀྱང་ཨེ་ནི་སེམས་སྲིད་ན་བསམ་བློ་བཏང་མཁན་གཅིག་པའི་ཕྱུག་པོ་ཡིན་ན་ད་ཨེ་ནི་ང་དང་ཨི་ཞི་ཝུན་ཁེ་དེ་ན་ཟེར། གཏེར་བདག་པོ་ཁྱོད་རང། ཧ་ལས་ཨོ་གཟུགས་ཀྱི་བསམ་བློ་བཏང་ན་ཨི་གཟུགས་ཤིག་གི་ཕྱུག་པོ་ཡང་སེམས་མེད་ན་བསམ་བློའི་ཕྱུག་པོ་གཅིག་པའི་ཀ་ད་ཨེ་ནི་ཕྱུག་པོ་གྱུར་ཤ་སྨ་ལྷ་མོ་འགྲོ་བ་ལས། རྒྱུ་ནོར་ལོག་སྤྱོད་ཅང་མེད་མཁན་གཅིག་མི་ཞིག་གཙང་མཁན་ངལ་བ་ཅན་གཅིག་ཡིན་སང་ཨོ་ང་སྨྲ་ཕྱུག་པོ་ཡིན། ཨི་བཞི་ཚང་མ་སེར་ཨོ་དེར་བདག་པོ་ང་ཡིན་བསམ་མ་ཁོ་བསམ་ཆོག་ཅེས་ནོ་ཁོ་བསམ་ལེ་ན་བསམ་ཁོ་ཨ་ཟེར་འདི་ཟུག་བསམ་བློ་བཏང་མི་ཆོག་ཁྱེད་རང་ཨི་ཟུག་བསམ་བློ་འཁོར་ཆོག་ཨ་མི་རོག་ཟེར་མཁན་སུ་གཅིག་ཡིན་བསམ་བཀག་ཉན་ཨ་མི་རོག་རེད། ཨི་བཞི་ལྕང་མར་དོ་ཤིང་བཞི་དོང་པོ་ཚང་མ་དཔག་བསམ་གྱི་ཆིང་ཤིང། ཨ་ལེ་དཔག་བསམ་གྱི་ཤིང་བཟང་པོ་གཅིག་ང་དང་སྒོ་སྡོད་ཐམས་ཅད་ད་འཇུག་ང་དང་ཅི་བསམ་ནའང་དོན་འགྲུབ་བྱ་སའི་དཔག་བསམ་གྱི་ཤིང་ཡིན། ཨོ་འདིར་བདག་པོ་ང་ཡིན་བསམ་སྟེ་འདུག་ནའང་ཁོ་སྒོམ་ཆོག་གང་རུང་བ་ལས་བསམ་བློ་བཏང་ཆོག་གང་རུང་བ་ལས་ཁྱེད་རང་ཨེ་གཟུགས་བསམ་བློ་བཏང་ཆོག་གང་མེད་རུང་ཨེ་གཟུགས་འཁོར་ཆོག་གང་མེད་རུང་ཟེར་མཁན་བཀག་མཁན་སུ་ཡོད་ཀྱི། གལ་ཏེ་ཁྱེད་རང་བསམ་བློའི་ནང་ཡང་ཕྱུག་པོ་ག་གཅིག་པོ་ང་ཡོད་བསམ་སྟེ་འདུག་ཅེས་གཅིག་པའི་ག་བསམ་བློའི་ནང་ཕྱུག་པོ་ཡིན་ན། ཨེ་ནི། ཕྱུག་པོ་དང་མ་བཅོས་ཅན་ལ་མ་ལྷ་མོ་འདུག་ཨ་ཨེ་ནི། ཨ་ལས་ཕྱུག་པོ་ཁྱོད་ཅག་ལ་དེབ་སྨད་ཁོ་རང་རང་ངག་ཙམ་ཞིག་བྱ་ལ་སྔོན་འགྲོ་རྒྱུ་འགྲོ་ལོངས་སྤྱོད་འབྱོར་ཏེ་གནས་ངག་ན་རང་ཟ་རྒྱུ་འཐུང་རྒྱུ་དགོན་རྒྱུ་འདུག་རྒྱུ་ཚང་མ་ཡོང་དགོས་ཤ་ཞིག་ཅང་མི་རུག་གས་ཅི་ཡང་ཟེར་ན་འདིར་བདག་པོ་ང་ཡིན་བསམ་སྟེ་བསམ་བློའི་ནང་འདུག་ཅི་ཞིག་པའི་ག་ན་འགྲིག་ཡེད་ན་ཨེ་ནི་ཕྱུག་པོ་མ་ལྷ་མོ་འདུག་གསུང་ང་འགྲོགས་ད། ཡིན་ནའང་གཟུགས་ཀྱི་ཕྱུག་པོ་ཁྱོད་ཅག་སོ་དང་སླ་མོ་མེད་ཀྱང། ག་མི་ཞིག་གིས་རྒྱུ་ནོར་ལོངས་སྤྱོད་ཙམ་ཞིག་རང་འང་འབྱོར་ཏེ། འོ་དོད་རང་འང་སྤྱོད་མ་ཤེས། ཡར་དཀོན་མཆོག་ག་མཆོད་པ་ཕུལ་མ་ཤེས། དགེ་འདུན་ལ་བསྙེན་བཀུར་ཞུ་མ་ནུས། འོ་ང་སློང་བ་སྤྱིན་པ་བཏང་མ་ནུས། འོ་གཟུགས་ཤིག་ཡིན་ནའང་ང་ཕྱུག་པོ་ཡིན་ཏེ་བྱ་གླག་ཚང་མ་ངའི་ཡིན་བསམ་ཏེ་བསམ་ལེ་ནའང་བསམ་བློ་འཁུར་ཕྱོགས་གཅིག་པས་ག་འདུག་ག་འདུག་འདུག་ནའང་འགྲིག་བྱེད་ཟིག་གི་ཕྱུག་པོ་ཡིན་ན་ད་ཕྱུག་པོ་ཁྱོད་ཅག་སོ་མ་སླ་མོ་འདུག་ཨི་ཧྲི་ཚང་མ་ཟེར་ཡིན་དེར་བདག་པོ་ང་ཡིན་དུ་བསམ་སྟེ་བསམ་བློ་བཏང་ན་ཁོ་ཕྱུག་པོ་འགྱུར། ཅེས་ཟེར་ན། ཡང་ཕྱུག་པོ་འགྱུར་ར་ལ་ཕྱུག་པོ་ཡིན་པ་ལ་དེ་རི་ཚང་མ། འོ་རི་ག་ན་གསེར་ཚང་མ་ལྔ། འདི་ལོངས་སྤྱོད་བྱས་ཟིན་གོ་སྐབས་ནི་ཅང་ཡོད་དགོས་ས་མིན་འདུག་དཔེར་ན། འོ་ང་དང། ལོངས་སྤྱོད་མ་ནུས་ཀ་ནས་ཨི་གཟུགས་ཕྱུག་པོ་མང་པོ་འདུག་ཁོང་གི་བསམ་སྤྱི་ལ་ད་ཁོང་གི་བསམ་སྟེ་ན་བསམ་འདུག་ཨི་དཔེ་ནས་ཚང་མ་ངེད་ཡིན། མེད་ངེད་ན་འང་ང་རི་མིང་ཡོད། ཡིན་ན་ཁོ་རང་ལ་ལོངས་སྤྱོད་རྒྱུ་ཅི་ཡང་མེད་ཀན། ད་ལྡེ་སི་པེ་ང་དང་ལ་དྭགས་སུ་ང་དང་ལ་དྭགས་སུ་ཡུལ་དགོན་ཡུལ་དགོན་ནང་མང་པོ་འདུ་བ་ལས། གྲོང་པ་རིགས་གཅིག་ཡིན། ཧ་ལས། ཁང་པ་ཆེན་མོ་ཆེན་མོ་མི་འདྲ་ཅན་སྐྲག་པོར་བརྩིགས་ཏེ། ཨོ། ད་དེ་ནས་སྒོ་དཀར་ཁུང་ཚང་མ་མི་འདྲ་ཅན། ཨེ་ནི་ནང་ངོ། ད་ད་སྒོ་ནང་རྒྱུག་ཚགས་པ། ཨོ། དེ་ནས་ཐོག་རྩ་གཉིས་ཐོག་གསུམ་ཐོག་བརྩིགས་ཏེ་བརྩམས་བཤད་ངན་མེད་ཀན། ཨིན། འདི་རང། དེ་ནང་སྡུག་དམར་པོ་དང་ཨེ་ནི།

ལོ་གཅིག་གི་ནང་གྲོགས་པོ་ཡོང་བ་ན་ཞག་པ་ལྔ་ཡོང་བ་འགྲོ་བཅུ་ཡོང་བ་འགྲོ་བདུན་ཨ་སང་མ་ང་ང་དང་གྲོགས་པོ་ཞིག་ཡོང་ཨ་མ་རོགས་ག་ཡ་ཡོང་ཙ་ན་ང་དང་སྐྱིད་སྡུག་རེ་སླེབས་ཙ་ན་གྲོགས་པོ་ང་དང་ཨི་གཟུགས་རེ་སླེབས་ཨ་རོགས་མ་གཏོགས་ཡང་ཡོད་མེད་ག་ག་ལ་དེ་ནང་ཚང་མ་ཁྲ་ཆིལ་གཅོད་བསད་ན་སྟོང་པ། ད་དེ་ནང་ལྷག་དོན་དུ་ཐོ་ར་སྒུར་སླེབས་བའི་སླེབས་བའི་འཇིག་ན་ད་དེ་ནང་ཚང་མ་བརླག་བརླག་པིད་པིད་གཅོད་བསད་སྤིན་དྲ་བཅའ་བཤོད་དེ་པ་ས་ན་ཡང་དེ་ནང་ཨ་བོ་གར་བཏང་ན་ནི་བཏུད་པ་ཆགས། ཧི་ཀྲར་བཏང་ན་ནི་ལས་རིགས་པའི་བིལ་བོ་བིས་པོ་མང་པོ་སླེབས་འདུག་ད་ང་རང་འདི་འདི་ལྟ་འཁྲིག་མི་རག་ང་བཏང་རང་དགུན་ལ་སྡུག་སེགས་ཡང་ཨ་དེ་ཡོག་པའི་ནང་ཁང་པ་ཆུང་འཇིག་ཧ་ལས་ཨོ་རྩ་མིག་མུན་འགྲིག་རིག་དགུན་ལ་དྲོད་མོ་ཡོང་བྱ་ཞིག་ཤིག་རེས་བསྐྱོར་ཏེ་དབོན་གཟུགས་ཤིག་བསྐྱོན་པ་ཟེར་ཅིག་ཡང་དེ་ནི་ཟུར་གཅིག་ཡིན་ན་ཁང་པ་ཆུང་གཅིག་བརྩིགས་ཏེ། ཨ་དེ་ང་དང་ཅོ་ཀི་དར་གུ་ཙོག་ལ་རྒྱལ་ཀི་པར་གུ་ཙོག་ལ་ཡིན་ནི་ཨོ་དེ་ཁང་པ་ཆུང་མིན་ན་ང་དང་ཨོ་དེ་རང་བཞུགས་ཏེ་འདུག་ག་ན་ང་དང་རེ་རེ་གཉིས་གཉིས་ང་དང་ཡུལ་ངོ་ལ་མཐོང་འདུག་ཨ་ལས། གསུངས་པ་བསམ་ན་ཨོ་དེ་ངོ་ཅི་ནོག་ད། ཨོ་ད་སྤྱོད་དམ་སྤྱིན་པར་མི་ནུས་པས་ཨོ་ནོར་དེ་ཕྱུག་པོར་བསྒོམ་ན་ནི་རི་བོ་གསེར་ལ་བསྒོམ་པ་ཡིས་ཕྱུག་པོ་བསྒྲུབས་པ་བཞིན་དུ་ལྷ་ཟེར་ག་ན་ཨོ་དེ་རང་སོང་སྟེ་ནོག་ད་ང་དང།

སོགས་པ་བསགས་ན་ཨོ་ག་མི་རྣམ་དཔྱོད་མེད་ན། ཧ་ལས། ཨོ་ང་དང་ལ་ཞིག་སྤྱོད་གོ་ས་ནོག་སེ་སྤྱོད་འདྲ་གསུངས་ཏེ་ཨོ་སྤྱོད་དང་པོ་མ་ཤེས་ན་ཨོ་ད་རྒྱུ་ནོར་ལོག་སྤྱོད་བསགས་ཏེ་འབྱོར་ན་ཡང། ཨོ་ད་དེ་ནས་ཅང་ཕན་ཐོགས་མེད་ཀན་ཐོ་ར་སྡེ་གཞན་གཅིག་གིས་བཀླགས་པ་ཨོ་ད་ཅི་ནོག་ད་བདེན་པའི་རྟ་རྒ་དང་བླ་འཇགས་མ་དག། ཨོ་སྐྱེ་བ་སྔ་མའི་ཞག་ནི། ཨོ་དེ་ནས་ག་བུ་ལོན་ཅིག་ཡོད་དེ། ཨོ་དེ་བུ་ལོན་པོ་ང་དང་ཚེ་འདི་ག་ཁོའི་བུ་ལོན་པོ་ང་དང། ལྷོ་ག་ལ་ཡོང་དཀའ་ནང་ཙོགས་ལ་ང་དང་ལགས་པོ་སྤྱོད་འཇིགས་ཆར་བ་ལས། སོང་པ་ས་ན་ད་དོན་དག་སྙིང་པོ་འོ་དེ་རིང་ང་དང་བླ་བརྒྱད་ན། ཅི་ཞུས་བསྟན་དུ་ཞུས་ན། ང་དང་སུ་དང་སུ་ཞིག་ཡིན་ན་ཡང། ཨོ། ལཱ་སྤྱོད་བྱ་ལ་ཐར་པོ་ནོག། རྒྱུ་ནོར་ལོངས་སྤྱོད་བསགས་བྱ་ལ་ཐར་པོ་ནོག། ཕྱུག་པོ་སྤྱོད་བྱ་ལ་ཐག་པོ་ནོག་དང། ཕྱུག་པོ་སོང་སྟེ་སྟེང་ན། རྒྱུ་ནོར་ལོངས་སྤྱོད་འབྱོར་ཏེ་སྟེང་ན། བཟའ་བྱའི་འཐུང་བྱེད་ལ་ཡང་ཐར་པོ་ཡོང་དགོས་ཤཱས་པོ་ཁག་ཅན་ཡིན་ཀྱང། རྒྱུ་ནོར་ལོངས་སྤྱོད་བསགས་བྱ་སྲིད། ངོ་ཏོག་བདག་པོའང་ཤེས་དགོས་འདུག་དེ་ཚང་མ་ཁག་ཅག་ནི་ནོག་བསམ་སྒར་མོ་ཡོང་དགོས་ཤེས་བུ་མ་ཁག་ཅག་ནི་འགེགས་སོང་པ་བཟང་ན་ཚང་མ་ལ་ཐུགས་རྗེ་ཆེ་དེ་མོ་ཇུས་ཏེ་ས་འདི་འདི་མོ་ནི་ང་དང་ཚང་མ་བདེན་པས་བཞག་ཤིག་ན་བཞག་ཤིག་ཤི་དགོས་ཀ་འཇིགས་སོང་པ་བཟང་ན་ཤི་ཙ་ན་ནི་ང་དང་ལ་བཟང་པོ་ཞིག་བསགས་སྟེ་ཡོད་ན་ཨོ་དེ་འཁུར་རྒྱུ་ཡོད་ཀྱང་མ་གཏོགས་ཨོ་ད་སེམས་ངན་ཕྲ་དོག་གཞན་མི་ངན་པ་གྱོད་འཇིགས་མི་ལ་རྫིག་མོ་དང་འདུག་ན་ཨོ་དེ་ཚང་མ་ནི་དོ་རྭས་ང་དང་ཤི་དེ་ན་ཨོ་རང་ངར་སྡུག་བསྔལ་མྱོང་བྱས་ཟེར་རྒྱུ་ཞིག་མ་གཏོགས་དེ་སྐྱིད་མྱོང་བྱས་ཟེར་རྒྱུ་ཞིག་རྩ་བ་ཉིད་ན་མེད་ཀྱ་ལེ། ཨོ་གཟུགས་རིགས་ཐུགས་བསམ་སལ་ཏེ་མངའ་ཐང་ཚང་མ་ལྡན་པའི། སངས་རྒྱས་བཅོམ་ལྡན་འདས་ངེས་མེད་ཤཱཀྱའི་སེང་གེའི་རྗེས་འཇུག་ཡང་དག་པ་ཞིག་བྱོན་བསམ་སྟེ། ཨེ་ནི་དུས་ཀུན་ན་ཆགས་སྡང་སྐོ་ར་ལ་བརྩོ་ན་མཛད། ཁམས་དོན་དགེ་སྦྱོར་ལ་བརྩོ་ན་མཛད། ཆོས་ངན་བསམ་སྒོམ་གསུམ་མཛའ་བརྩེ་ལ་བརྩོ་ན་མཛའ་བརྩེར་བརྟན་བཞུགས་བྱས་ཟིན་ཨེ་ནི་ཚང་མ་ལ་ཐུགས་རྗེ་ཆེ་དགེ་སྦྱངས་ཚང་མ་ཧ་ལས་ཚེ་རིང་མནར་མེད་ཡོང་བྱས། རང་ཡི་མི་ཚེ་ནང་ཨེ་ཆོས་དང་མཐུན་པའི་བསམ་དོན་ཐམས་ཅད་ཨེ་བཞིན་དུ་འགྲུབ་བྱས། ཨོ་དེ་ནས་རང་ཡང་ཁྲ་ཁྲོ་བོ། ནང་མི་ཚང་མ་ཨོ་དེ་ནས་དགའ་ཞིང་བདེ་བ། ཨོ། འདི་སྐད་ཕུན་སུམ་ཚོགས་པ་ལ་ལོངས་སྤྱོད་ཡོང་ཆས་སེ་ངས་ཆོག་ན་རེ་བ་ཡིན་ངས་སྨོན་ལམ་ཡང་ཡང་བཏབ་ཡིན། ཨོ་དགེ་རྒྱང་ཚང་མ་སྐུ་ཚེ་རིང་ཞིག་དགེ་རྒྱང་ཚང་མས་ཆོས་དང་བསྟུན་པའི་བསམ་དོན་ཐམས་ཅད་ཨི་བཞིན་དུ་འགྲུབ་ཤིག་ཟེར་ཏེ་ངས་ཨེ་ནས་སྨོན་ལམ་ཡང་ཡང་ཞུས་འཇིག་དང་ཡིན་ཚང་མ་ལ་ཐུགས་རྗེ་ཆེ།